ཟོང་རྟོག་པར་རྩོད་པའི་ཡུལ་ནི་ཚོགས་མི་ཡོངས་ཀྱི་བསམ་བློ་རྒྱ་ཆེན་པོ་ཞིག་བཏང་ནས་ད་རེས་སྤེན་པ་ཚེ་རིང་ནང་མི་དེ་ཀན་ཀན་ཀ་ན་ཀྲ་ལ་ཡོད་རེད་པ། འདི་ཐོས་ཐོས་བྱས་ནས་ཡང་ཀ་ན་ཀྲ་ལ་རྫུན་མ་ཡིན་པ་དང་ཁོ་རང་ནི་སྐྱེས་ས་བོད་ནས་མ་ཡིན་པར་རྒྱ་གར་ནས་ཡིན་པ་དང་ཨ་ནི་སྤེན་པ་ཚེ་རིང་ཁོ་རང་སྐྱག་རྫི་བཤད་སྟངས་དང་ཚང་མ་ཡ་མ་དར་ནག་ཚོགས་པའི་འགྲོ་སྟངས་ཚང་མ་དེ་ཡ

དྲང་བདེན་ལོས་ཨ་ནི་གྱོང་མ་སོང་ཟེར་ནས་ཉོན་པ་ལ་སོགས་ཡ། ཞོ་དུས་རྒྱང་གི་ཚང་མ་ཨ་ནི་པི་ལི་སིའི་སྤྲད། འདི་འདྲ་བྱས་བྱས་འདུག་བ། ད་ནག་དེ་མ་ཚད་ཨ་ནི་པེ་ཤག་སྤྲད་འདྲ་མི་འདྲ་བྱས་ཟངས་མདོག་རིན་པོ་ཆེ་མགོ་བོ་བཙུད། པེ་ཚེ་ཁོ་ར་གོང་བཀོད་བྱས། ད་ང་ནང་ཆེན་སྐུ་སྒེར་ཡིན་ཙང་ནང་ནས་ཨ་ནི།

ལྕགས་ལ་ལྕགས་ཀྱི་ནི་ལྷན་པ་དང་ཟངས་ལ་ཟངས་ཀྱི་ལྷན་པ། རྒྱབ་མ་དོག་པའི་ཡིན་ན། ད་ལྟ་ང་ཚོ་མི་མོ་མཉམ་ཕྱོགས་བསྡད་དེ་ཁྱོད་ནི་མགོ་ལྕགས་སམ་མེད་ངེས་འཆང་རོགས་གི་རེད་སྐར་ཚོགས་འབྲི་ལོག་གི་སམ་རོགས་གི་རེད་ཟེར་ཡ་ཡིན། ཨ་ནི་ག་དུས་ཡིན་ན། གཞུང་གི་ནི་མ་ཅིག་ལྟ་རྟོག་ཡོད་ན་འདྲ་ག་རེ་ཡོད་ན་འདྲ། དཔེ་ཆ་རག་གི་ཡོད་ན་འདྲ་ག་རེ་བྱས་ན་ཚང་མ་ཡང་མ། ཁོ་ར་ཚོ་གིས་ཨ་ནི་བེད་སྤྱོད་བཏང་ཡ་ད་དེ་འགྲིག་གི་གྲ་འགྲིག། ད་ག་ནང་ཞིག་གི་ཨ་ནི་གཞུང་གི་ལས་བྱེད་ནང་ལ་ཡ་ཨ་ནི་དཔེ་ཚད་ནང་རིག་གི། ད་ལོ་ང་ཁིར་གྱི་ཡོད་ན་འདྲ་ལོ་གསུམ་ཁིར་གྱི་ཡོད་ན་འདྲ་གང་ལྟར་ཚང་མ་ཡང་མ་འཁོར་རོགས་དགའ་ཕྱོགས་མཐུན་ཕྱོགས་སྐྱོང་ཕྱོགས་བྱ། མི་མོ་མཉམ་ཕྱོགས་མི་དགའི་ཞེ་བིག་གི་བླ་བྲང་ནང་ནས་ཡ། ཨ་ནི་འཕུར་དུ་བྱུང་ནས་ད་དུང་མཐོ་སློབ་ནང་ཡ་སླེབས། རིག་གནས་ལྷག་དེ་གས་ནས་ཡག་པོ་ཆགས་དེ་ཡོང་ངེས་དེ་ཚོ་ཡ་ཡོང་མ་བཅུག། རིག་གནས་མེད་ངེས་ཁོ་ཚོ། རིག་གནས་ཆེ་གང་མེད་ངེས་གས་ནས་ཆ་རྐྱེན་མ་ཚང་གི་གི་མི་ཚང་མ་ཡ་ཞང་ཡག་གི་གྲ་སྒྲིག་ཡོག་རེད།

བཀའ་ཤག་མིང་ཁུར་ཁུར་ཐད་གཏོང་བྱེད་ཡོང་ན་ཧ་གོ་གི་མ་རེད། འོ་དེ་འདྲས་ཀྱི་ཡང་ན་ཁོ་རང་བརྒྱུད་ནས་མི་ཆེན་པོ་མངགས་ཡོང་ན་ཧ་གོ་གི་མ་རེད། ད་ག་ནང་མ་ད་སྤེན་པ་ཚེ་རིང་ཁྱེད་ཀྱི་མོང་པ་དེ་ང་ཚོ་ཧ་གོ་གི་རེད། དེས་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་དེ་བཟང་ཚོང་རིན་པོ་ཆེ་རེད་བ། ཨ་མ་རྗེ་ཚེ་སྤེན་མ་རེད་བ་ད་འདི་ཚོ་ཚང་མ་གི་ནི། འདྲ་མིན་སྣ་ཚོགས་བྱེད་བསྡད་ཀྱི་ཡོད་པ་དེ། ཨ་རིའི་བཙན་བྱོལ་གཞུང་དེ་བོད་དུ་རྩ་མེད་གཏོང་དགོས་བ་དང། འདིའི་ཐད་དོན་བྱེད་དགོས་བར་དེའི་གཙོ་བོ་དེ་སྤེན་པ་ཚེ་རིང་ནང་མི་ལ་ཡ་ཨ་རིའི་ཤ་ཚ་གཉིས་ཀྱི་ད་ཏིང་འདྲི་ཐད་ཀྱི་དགའ་བ་ཡོད་མ་རེད། བོད་པ་རེད་ཟེར་ཡ་ཡོད་མ་རེད། བོད་པའི་ཚུལ་བྱས་ཚར་ཚུལ་བྱས་ན་ཕ་བྱེད་དགོས་བར་བ་དང། འོ་དེ་འདྲི་རེད་ཨ་ནི་ད་དངོས་གནས་དྲང་གནས་ཀྱི་དེ་ལ་ཡང་བསམ་བློ་དེ་འདྲས་མ་བཏང་ནས་ཅི་ཅི་ལྷོད་ལྷོད་བྱས་བྱ་བྱ་ལྷོད་ལྷོད་བྱས་ནས་གུ་ཡངས་བཏང་ནས་སྐྱོན་གུ་ཡངས་བཏང་སྐྱེན་ཆེ་བས་ཀྱི་སྐྱོན་གྱི་ད་ལྟ་འདི་འབྱུང་ཚ་འདི་འདི་སྐྱེན་འདི་རིགས་ཀྱི་འབྱུང་བར་བ། འདི་ལ་ཡང་བསམ་བློ་གཏོང་དགོས་རེད་བསམ་གི་ཡོད་ད། འོ་དེ་འདྲས་ཀྱི་དེ་ནས་ད་ནི་ཚོགས་པ་འདི་ནང་བཤད་ཀྱི་བྱུང་སོ་ཞེས་ཚོགས་པ་གཞན་པ་ནང་ལ་ཡང་བཤད་ཀྱི་ཡིན་ཞུ་ཡ་ཡིན་ལགས་སོ་བཀའ་དྲིན་ཆེ།